རྣམ་པ་ཚང་མ་བཀྲ་ཤིས་བདེ་ལེགས། ད་ད་ངས་དུས་ཚོད་ཐུང་ཐུང་གི་ནང་སྐད་ཆ་ཚིག་གཅིག་གཉིས་གཅིག་ཞུ་བ་ཡིན། དྲན། ད་དེ་ཞུ་བ་དེ། ཉལ་ལ་ཉལ་བའི་ཆ་ལ་ངས་ད་ལྟ་ཨ་རིའི་ནང་ལ་མི་རིགས་ནག་པོའི། ཐོབ་ཐང་དང་འབྲེལ་བའི་མན་ཁྱི་བྱས་ནས་ད་འཐབ་རྩོད་ཀྱི་ལས་འགོར་འགྲོ་བཞིན་པ་དེའི་ནང་ལ་ལ། ལྟ་སོ་སོ་ཀྱིས་ལས་འགོ་དེ་དང་འབྲེལ་བའི་ཐོག་ནས་བོད་པ་ཚོ་ལ་འབོད་སྐུལ་ཅིག་ཞུ་བ་རེད། དེ་ནི་དེ་དང་འབྲེལ་བའི་ཅིག་རྩོམ་རེད་དེ་ནི་མཆན་རེད་ད་དེ་ངའི་སྐད་ཆ་རེད་དེ་ཚོ་ལ་ཅིག་དགོངས་ཚུལ་གསུང་ཉིན་དང་དགག་པ་གནང་ཉིན་རེད་ཅེས་བྱུང་སོང། ད་དེ་ཚོ་ཁ་ཤས་ལ་ངས་མཆན་གྱི་ལམ་ནས་གསལ་བཤད་ཞུས་བ་ཡིན། དེ་ནི། ད། དེ་ཚོ་ཚང་མ་ངས་ཤོད་ཐུབ་ཡ་མི་འདུག་སྟེ་ད་ད་ལྟ་གནས་གནས་འགག་གཅིག་གཉིས་གཅིག་གི་ཐོག་ལ། བསམ་ཚུལ་དེ་ཚོ་ཐུང་ཐུང་བྱུས་ཡ་ཡིན་ན་ད། ཕན་ཐོག་ཡོད་ས་རེད་བསམ་སོང་རབ་བྱུང་སོང། ད་དེ་ཡི་ནང་ནས་དགོངས་ཚུལ་གསུང་ངེས་རེད་ཅེས་ག་རེ་གསུང་འདུག་ལབ་ན་ཉེན་རྟོག་པའི George Floyd ཟེར་བ་དེ་ལ། ངོ་རྒོལ་གྱི་ལས་འགོར་དེ་བདུན་པ་ལ་རྒྱབ་སྐྱོར་དང་ཉེས་ཅན་པ་ལ་ངོ་རྒོལ་ཚེ་སྲོག་སྲུང་སྐྱོབ་ཀྱི་དོན་དུ་ཡིན་པའི་ཆ་ནས། ལས་འགོར་དེ་ལ་མཉམ་ཞུགས་བྱས་ན་འགྲིག་གི་མ་རེད། གསུང་འདུག། དངོས་གནས་རེད་སྐད་ཆ་དེ་ཧོབ་ཏུ་ཉན་པ་ཡིན་ན་འདྲ་ཆགས་པོ་དང་བདེན་པ་འདྲ་བོ་ཅིག་རེད། འོན་ཀྱང། བརྟག་དཔྱད་ཡག་པོ་བྱས་པ་ཡིན་ན་མི་རིགས་ནག་པོའི་ཐོབ་ཐང་གི་མིང་ཁྱི་བྱས་ནས་མི་མང་བེད་སྤྱོད་ལོག་པ་བཏང་གི་ཡོད་པ་དེ་ད་སེ་པོ་ཅིག་རེད་མི་རིགས་ནག་པོའི་མིང་ཁྱི་བྱས་ནས་མི་རིགས་ནག་པོའི་ཐོབ་ཐང་གི་མིང་ཁྱི་ནས་ནས་ལས་འགུལ་སྐུལ་སློང་དང་རྒྱབ་སྐྱོར་བྱས་དེ་ཉིན་དེ་སོག་ཁའི། ཧམ་པའི་ཧམ་བཤད་ཀྱི་ཟོག་འདྲ་བོ་གཅིག་དང་དེ་རྗེས་ལ་འཇུག་བདེ་ཉིད་དུ་ཟོག། རྟགས་ཀྱིས་མི་བྱེད་ནས་འཇུག་བདེ་ཉིད་དུ་ཟོག་གོ་ལོང་བའི་ལོང་གཏམ་གྱི་ཟོག་འདྲ་བོ་གཅིག་ངང་ངོས་འཛིན་ཞུ་གི་ཡོད། ལས་འགུལ་འདི་ལ་མི་མང་མཉམ་ཞུགས་བྱེད་མཁན་མང་པོ་གཅིག་ལྷག་བསམ་ནམ་ཟླ་རེད། ཡིན་ན་ལས་ལས་འགུལ་འདིའི་རྒྱབ་ལ་ཇུས་འགོད་དང་སྣེ་ཁྲིད་སྐུལ་སློང་བྱེད་མཁན་གྱི་ཁྲོད་ལ་ངས་ཁ་ཚོན་ཡང་ཞུས་ཟིན་པ་ནང་བཞིན། རྒྱ་ནག་དང་ཨ་རིའི་གི་དམངས་གཙོ་ཚོགས་པ་ལྟ་བུ་གི་སྲིད་དོན་གྱི་དགོས་མཁོ་གི་ཆེད་དུ་ཨ་རིའི་ནང་ལོགས་ལ་ཆེད་མངགས་ཟིང་འཁྲུག་སློང་གི་ཡོད་པ། མ་ཟད། ཨ་རིའི་ནང་ལ་ཡོད་མྱོང་གི་ང་ཚོ་ཚོགས་པ་ལ་སོགས་པའི་ཚོགས་པ་ཁག་ཅིག་གི་ནང་ལོགས་ལ་སོ་སོའི་ཉིན་ལག་གི་ཐོག་ནས་ལས་ཀ་བརྒྱད་དེ་ཉིན་དེ་སོགས་ཀྱི་ཉིན་ལག་དང་འབྲེལ་བའི་ལས་ཀའི་ངོ་བོའམ། ལས་ཀའི་དགོས་མཁོ་བཅས་ཀྱི་ཐོག་ནས་ཚོགས་པའི་ལྟ་བ་དང། དགོས་མཁོ་ཁས་བྱས་ནས། མི་མང་བེད་སྤྱོད་བཏང་ནས་ལས་འགུལ་ལ་སྐུལ་སློང་དང། རྒྱབ་སྐྱོར། ཨ་ནི། ཆེ་གེ་བ་དེ་ད་སེར་སེར་འདྲ་བོ་གཅིག་རེད་བཞག། དེའི་གྲས་དེ་གེ་ད་དེའི་རེག་གསུམ་དེ་གེ་གསུམ་ག་གེ་མི་རིགས་ནག་པོ་ལ་རྒྱབ་སྐྱོར་དང། ཨ་ནི་འདྲ་མཉམ། གི་ཆེད་དུ་ཡིན་ལབ་ནས་ག་སེ་མི་དགོས་ག་སེ་ལབ་ཨང་ཡིན་ན་ལེ་དེ་ཚོ་གེ་སོ་སོའི་ལས་ཀའི་ངོ་བོ་དང། སོ་སོ་གེ་ཆབ་སྲིད་གེ་དགོས་མཁོ་བཅས་གི་ཆེད་དུ། འཛམ་གླིང་མི་མང་དང་སོ་སོའི་སྡེ་ཁག་བེད་སྤྱོད་གཏོང་གི་ཡོད་བ་དེ་གསལ་པོ་ཞུ་བྱེད་རེད། འོ་ན་ད་དུང་དེ་བྲིས་ཏེ་མང་པ་ཞིབ་ཚགས་ཤེས་དགོས་པ་ཡོད་ན། ཞེས་གཤིས་ཆོག་རེ་དྲན་འདུག་ད་ཁོང་ཚོ་གིས་དེ་འདྲའི་མི་མང་བེད་སྤྱོད་གཏོང་བསྡད་ཀྱི་ཡོད་པ་དེ་ཁོ་རང་ཚོ་གིས་བསམ་བློ་གཏོང་གཏོང་གི་ཕྱོགས་ཀྱི་རེད། ད་མི་མང་གི་ཕྱོགས་ནས་བསམ་བློ་གཏོང་བ་ཡིན་ན་ཁོང་ཚོ་གིས་དེ་འདྲའི་མི་རིགས་ནག་པོའི་ཐོབ་ཐང་གི་མིང་ཁྱི་བྱས་ནས་ལས་འགུལ་སྤེལ་ཡ་དེ་ལ་ང་ཚོ་གིས་ལྟ་སྐྱིད་གཅིག་གིས་མ་བརྗེད་པའི་བྱེད་བྱས་ནས་དེའི་རྒྱབ་ལྗོངས་དང། དེ་སོགས་ལ་གཅིག་ལྟ་སྐྱིད་མ་བརྗེད་པའི་བྱེད་ཉམས་ཞུགས་བྱས་བསྡད་ཡ་དེ་ད་སོ་སོས་སོ་སོ་ལ་འགན་མ་ཁྱེར་བའི་འདྲ་བོ་གཅིག་ངས་ཡིན་ན་མཐོང་གི་ཡོད་རེད། དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ད་ལྟ་ལས་འགུལ་སྤེལ་ཡག་གི་ལས་འགུལ་གི་ངོ་བོ་དེ་ད་ལྟ་ག་གོང་དུ་ཞུ་བ་ནང་བཞིན། ཨ་རིག་གི་སྲིད་དོན་ཚོགས་པ་གི་དགོས་མཁོ་གཅིག་དང་རྒྱ་ནག་གི་དགོས་མཁོ་གཅིག་དེ་ལས་འགུལ་དེ་གི་ད་ངོ་བོ་ངོ་མ་དེ་དེ་ཆགས་བསྡད་གི་ང་རང་བོ་གཅིག་ནས་ངོས་འཛིན་བྱས་ལ། མི་རིགས་ནག་པོའི་ཐོབ་ཐང་གི་མེན་ཁི་བྱས་ནས་དམངས་གཙོ་ཚོགས་པ་གི་དགོས་མཁོ་གི་ཆེད་དུ་ད་ལྟའི Trump སྲིད་གཞུང་ལ་མི་མང་གི་རྒྱབ་སྐྱོར་བརླག་བཅུག་ཡག་དང། འཛམ་བུ་གླིང་འདིའི་ནང་ལོགས་ལ་རྒྱ་ནག་གི་རྒྱ་ནད་ཀྱིས་བཅིངས་པའི་འཛམ་བུ་གླིང་ལ་རྒྱ་ནག་གི་དཀའ་ངལ་མང་པོ་ཞིག་ཡོད་པ་དེ་གའི་རྣམ་པ་དེ་སྦྱོར་བྱས་ནས་ཨ་རིའི་ནང་ལོགས་ལ་འཛམ་བུ་གླིང་ཚང་མ་གིས་དོ་སྣང་སླེབས་བྱས་ནས་རྒྱ་ནག་ལ་གཅིག་མགོ་སྒོར་གདོང་ལེན་དེ་མྱོང་རུ་འགྲོ་ཡག་གི་ཆེད་དུ། སྦྱར་སྐྱི་ཀྱི་ཁ་ཕྱོགས་དེ་འགྱུར་བ་གཏོང་ཡག་གི་ཆེད་དུ་རྒྱ་ནག་གི་ལས་འགུལ་འདི་གའི་རྒྱབ་ལ་སྐུལ་སློང་བྱེད་ཀྱི་ཡོད་པ་དེ་ལས་འགུལ་གྱི་ངོ་བོ་དང་དུས་ཚོད་ཀྱི་གནད་འགག་ཅིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་ལས་འགོར་གྱི་ངོ་བོ་དང་ལས་འགོར་འདི་ཡོང་བཞིན་པའི་གི་དུས་ཚོད་དེ་ད་ད་ལྟ་ངའི་གོང་ལ་བྱུང་བའི་ནང་བཞིན་ཨ་རིའི་ནང་ལོགས་ལ་སྲིད་འཛིན་གྱི་འོས་བསྡུ་འཇོག་ལ་ཉེ་བའི་དུས་ཚོད་ཡིན་པ། འཛམ་གླིང་ནང་ལོགས་ལ་རྒྱ་ནག་ལ་དཀའ་ངལ་འཕྲད་པའི་དུས་ཚོད་ཡིན་པ། འོ་ད་དེ་ད་ལྟའི་ལས་འགོར་གྱི་དུས་ཚོད་ཀྱི་གནད་འགག་དེ་ཆགས་བསྡད་ཀྱི་རེད། དེ་འདྲ་ཡིན་པའི་ཆ་ནས་ལས་འགོར་དེ་ལ་ཤུགས་རྒྱག་བདེ་ཉེན་གྱི་རྒྱབ་ལྗོངས་དེ་ཚོ་ལ་ད་དམངས་གཙོ་ཚོགས་པ་དང་རྒྱ་ནག་གཞུང་ཡོད་པ་དེ་ད། གསལ་པོ་ཞུ་བ་ཅི་རེད་དེ་ངའི་བསམ་ཚུལ་ཙམ་མ་རེད། ད་ལྟ་བརྒྱུད་ལམ་ཁག་ལ་དེ་འབྲེལ་གྱི་དབྱེ་ཞིབ་དང་གྲུབ་དོན་གྱི་སྙན་ཐོ་མང་པོ་མཐོང་ཡོང་གི་ཡོད་རེད། དེ་རིམ་པ་གཅིག་རེད། དེའི་རིམ་པ་དེའི་ནང་ལོགས་ལ་ངས་ག་རེ་ཞུ་གི་ཡོད་རེད་ཟེར་ན། རྒྱ་ནག་དང་དམངས་གཙོ་ཚོགས་པ་གི་བཟོ་འདྲ་བོ་གིས་མི་མང་བེད་སྤྱོད་གཏོང་བྱས་ནས་ལས་འགུལ་འདི་ལ་རྒྱབ་ལ་བི་ཇ་བཏང་གི་ཡོད་བ་ཡིན་ན་སོ་སོ་སོ་སོ་མི་མང་གྱི་ངོས་ནས་ཨ་ནི་དེ་ལ་བརྟག་དཀྱིལ་མ་བྱས་པ་དེ་ངས་སོ་སོས་སོ་སོ་ལ་འགན་མ་ཁིར་བ་ཅིག་མཐོང་གི་ཡོད་ཞུ་ཡག་དེ་ག་རེད་ལབ་ན། དཔེར་ན་ཕྱག་བཞག་བ་ན་སྔོན་མ་ཡིན་ན་སྨྲེག་ལོ་སྔགས་ཀྱིས་སྨྲེག་སྙིང་ག་ལོ་སྔགས་ཕྱག་འཚལ་བའི་རྗེས་ལ་ད། སོ་སོ་ས་ཆ་གཞན་པ་ཅིག་ལ་འགྲོ་དགོས་ཀྱི་ཡོད་ན་མི་གཞན་དག་ཅིག་ལ་མ་བརྟེན་ནས་སོ་སོ་འགྲོ་ཐུབ་ཡག་གི་གནས་སྟངས་ཁོ་རང་ཡོད་མ་རེད་མི་གཞན་དག་ཅིག་གིས་ཡིན་གྱི་མིན་ཁྲིད་དགོས་ཀྱི་ཡོད་རེད་བ། ད་ད་ལྟའི་དུས་ཚོད་ལ་སྤྱི་ཚོགས་ཡར་རྒྱས་ཕྱིན་ནས་དཔར་ཡོན་ཡར་རྒྱས་ཕྱིན་དུས་ཙམ་པ་སློབ་སྦྱོང་དང་དེ་འདྲ་གི་ཐོག་ནས་མི་ལོ་སྔགས་ཀྱི་ཡིན་པ་ཡིན་ན་ལས་བརྡ་གཏོང་ཡག་གི་སྐད་ཆ་དང་བརྡ་གཏོང་ཡག་གི་དབྱུག་པ་ལ་བརྟེན་བྱས་ནས་སོ་སོས་སོ་སོ་གི་ལམ་ཁ་བཙལ་ནས་སོ་སོ་སོ་སོ་འགྲོ་ས་དེ་ལ་རང་ཚོགས་ཀྱི་སྒོ་ནས་རང་དབང་གི་སྒོ་ནས་འགྲོ་ཐུབ་ཡག་གི་སྤྱི་ཚོགས་ཅིག་ཡར་རྒྱས་ཕྱིན་ཡོང་རོགས་དེ་བར་དུ། ཡིན་ན་ལས་དམིགས་དང་དབང་པོ་ཚང་མ་སེར་པོ་ཐང་པོ་ཡོད་བཞིན་དུ། གནས་སྟངས་དེ་སོགས་ཀྱི་ཐོག་ལ། བརྟག་དཔྱད་རྩ་བ་ཉིད་ནས་མི་བགྱིས་བར་འཛམ་གླིང་ནང་ལོགས་ལ་གཡོ་འགུལ་ཆེན་པོ་གཏོང་ཡག་གི་ལས་འགུལ་འདི་ལ་བརྟག་དཔྱད་རྩ་བ་ཉིད་ནས་མ་བགྱིས་པའི་ཕྱི་ཉིན་དེའི་ནང་ལོགས་ལ་གཡམ་རྒྱུག་བྱས་ནས་མཉམ་ཞུགས་བྱེད་ཡག་དེ། ལྟར། མེག་ལོག་ང་བཅས་ལས་ཀྱང་ལྟ། རྣམ་དཔྱོད་བེད་སྤྱོད་གཏོང་སྟངས་ཀྱི་ཆ་ནས་ངས་ཐབས་སྐྱོ་བ་ཅིག་མཐོང་གི་ཡོད་ང་རང་འདྲ་བོ་ལྟ་སྟངས་ལ། ད་ལྟ་འགྲོ་བཞིན་པའི་ལས་འགུལ་འདི་ལ་ཡག་པོ་ཅིག་བལྟས་པ་ཡིན་ན། བདེན་པ་ལ་རྒྱབ་སྐྱོར་དང་ཉེས་ཅན་པ་ལ་ངོ་རྒོལ་ཚེ་སྲོག་སྲུང་སྐྱོབ་རེད་འདོད་མི་འདུག་དེ་ལྟ་ཡ་རེད་གལ་སྲིད་ཡིན་ཕྱིན་མི་ཉུང་སོ་རྒྱབ་ཀྱི་ནི་དེ་ར་ད་ལྟ་གི་ལས་འགུལ་འདི་བདེན་པ་ལ་རྒྱབ་སྐྱོར་དང་ཉེས་ཅན་པ་ལ་ངོ་རྒོལ་ཚེ་སྲོག་སྲུང་སྐྱོབ་གི་དོན་དུ་ཡིན་ལབ་ཀྱི་ཡོད་ན། རྒྱ་ནག་གིས China Virus། རྒྱ་མིའི་ན་ཚ་བེད་སྤྱོད་གཏོང་བྱེད་ནི་འཛམ་གླིང་ནང་ལོགས་ལ་ཉིན་པ་རྩ་བ་ཉིད་ནས་མེ་སྒྱོགས་ཀྱི་མེ་འབོམ་གསུམ་ལྷག་ཅིག་བསྲེས་ཚར་བ་རེད། ཨ་རི་གཅིག་པུའི་ནང་ལོགས་ནི་ཉིན་པ་རྩ་བ་ཉིད་ནས་མེ་སྒྱོགས་ཀྱི་མེ་འབོམ་གཅིག་ལྷག་ཟིག་བསྲེས་ཚར་བ་རེད། དེ་འབྲེལ་གྱི་འཛམ་གླིང་ནང་ལོགས་ལ་རྒྱ་ནག་གཞུང་གིས་མེ་འབོམ་གསུམ་ལྷག། འཆར་གཞི་དང་གཡོ་ཇུས་ཀྱི་ཐོག་ནས་ཨ་ནི་གསལ་བ་དེ་ལ་འཛམ་གླིང་ཡོངས་ཁྱབ་ཀྱི་ངོ་རྒོལ་མཐིང་མ་གཅིག་བྱེད་ཡོད་མ་རེད་འདི་འདྲའི་ཁས་ལེན་དགོས་ཆེ། དེ་འདྲའི་གི་ངོ་རྒོལ་དགོས་ས་རྒྱ་ནག་ལ་ངོ་རྒོལ་མཐིང་མ་གཅིག་མེད་པ་ལ་ཨ་རིའི་ནང་ལོགས་ལ་ཉིན་ཐོག་པགས་ཁེ་ནག་ཉེས་ཅན་གྱི་མི་གཅིག་འཛིན་བཟུང་བྱས་པའི་སྐབས་ལ་གསལ་བ་དེ་ལ་འཛམ་གླིང་ནང་ལོགས་ལ་འདི་འདྲའི་གི་ཡོན་ཁྱབ་ཀྱི་ངོ་རྒོལ་རྒྱུན་མཐུད་བྱེད་ནུས་ཡང་དེ་དངོས་གནས་ཀྱི་ང་འདྲ་བོ་ནི་ཧང་སང་དགོས་ཀྱི་གནས་ཚུལ་གཅིག་མཐོང་གི་ཡོད་དེ་ཧང་སང་དགོས་ཀྱི་མ་རེད་ངས་དེ་ཞུ་གི་ཡོད་རེད། མི་བརྒྱད་ཀྱི་ཚེ་སྲོག་དེ་མི་འབུམ་གསུམ་ལྷག་གི་ཚེ་སྲོག་ལས་གལ་ཆེ་ཡང་ཆགས་ཡོད་རེད་ཟེར་ཞུ་གི་ཡོད་རེད། ང་འདྲ་བོ་གཅིག་གི་ལྟ་སྟངས་དེ་ག་རེ་རེད་ལབ་ན། མི་རེ་རེ་གི་ཚེ་སྲོག་དེ་ཚེ་སྲོག་གི་རིན་ཐང་འདྲ་མཉམ་བརྩི་གི་ཡོད་གཅིག་པ་ཅི་བྱུང George Floyd གི་གནས་ཚུལ་ཡིན་ན་འདྲ་མི་ག་འདྲ་ཅིག་ཡིན་པ་ཡིན་ན་ཚེ་སྲོག་གི་རིན་ཐང་དེ་ཚེ་སྲོག་གི་རིན་ཐང་རེད་འདྲ་མཉམ་བརྩི་གི་ཡོད། ཡིན་ན་ལས་ཚེ་སྲོག་གི་གྲངས་ཀ་གི་ཆ་ནས་བསམ་བློ་གཏོང་བ་ཡིན་ན George Floyd མི་གཅིག་བསད་པའི་གི་གནས་ཚུལ་དེ་དང་རྒྱ་ནག་གི་མི་འབུམ་གསུམ་ལྷག་ཅིག་ཟླ་བ་ཁ་ཤས་ནང་བསད་པའི་གནས་ཚུལ་དེ་བརྩི་བ་ཡིན་ན་རྒྱ་ནག་གི་མི་འབུམ་གསུམ་ལྷག་བསད་པའི་གནས་ཚུལ་དེ་རྦད་དེ་འདབ་བརྒྱ་ཕྲག་ཁྲི་ཕྲག་གི་ནས་རྦད་དེ་ནག་ཉེས་ཆེ་ཆགས་བསྡད་ཀྱི་ཡོད་རེད་བ། དེ་འདྲ་ཡིན་པ་ཡིན་ན་ལས་ག་རེ་བྱས་ནས་འཛམ་བུ་གླིང་གི་རྒྱ་ནག་ལ་ངོ་རྒོལ་མི་བྱེད་པའི་ཆེད་ནས་ཨ་རིའི་ལ་ངོ་རྒོལ་བྱེད་ཀྱི་ཡོད་རེད། དེ་དྲི་བ་གལ་ཆེན་པོ་ཞེ་པོ་ཆེ་རེད། ང་ག་རེ་བྱས་ནས་ཧང་སང་གི་འོས་སྲིད་ན་རྒྱ་ནག་གི་འཛམ་བུ་གླིང་ལ་དཀའ་ངལ་འདི་འདྲའི་ཅིག་སྤྲད་པའི་སྐབས་ལ་འཛམ་གླིང་མི་མང་གིས་རྒྱ་ནག་ལ་ངོ་རྒོལ་བྱེད་ཡ་བཞག་བྱས་ནས་ཨ་རིའི་ནང་ལོགས་ལ་མི་བཅས་ཀྱི་ཚེ་སྲོག་དང་འབྲེལ་བའི་ཐོག་ནས་ཨ་རི་ལ་ཡོངས་ཁྱབ་ཀྱི་ངོ་རྒོལ་འདི་འདྲའི་ཅིག་ག་རེ་བྱས་ནས་བྱེད་ཀྱི་ཡོད་རེད་དེ་སུས་སྐུལ་སློང་བྱེད་ཀྱི་ཡོད་རེད་དེ་སུས་ཁེ་ཕན་ཆགས་ཀྱི་ཡོད་རེད་འཛམ་གླིང་མི་མང་དེ་ཁ་ཕྱོགས་ལོག་པ་འདི་འདྲའི་ཅིག་ལ་ག་རེ་བྱས་ནས་ཁྲིད་འགྲོ་གི་ཡོད་རེད་དེ་ཚོ་ཚང་མ་དྲི་བ་རེད། དྲི་བ་དེ་ཚོ་གི་ལན་དེ་ག་རེ་རེད་ལབ་ན་ངས་ད་གིས་གོང་དུ་ཞུ་ཆོག་གི་སྐད་ཆ་དེ་ཚོ་རེད། འདི་འདྲའི་འཛམ་གླིང་མི་མོ། ཁ་ཕྱོགས་ལོག་པ་བཅས་ལ་འཁྲི་ཡ་དེ་རྒྱ་ནག་གི་དགོས་མཁོ་གི་ཆེད་དུ། ཨ་རིག་གི་དམངས་གཙོ་ཚོགས་པ་གི་དགོས་མཁོ་ཆེད་དུ་རེད་མ་གཏོགས་འདི་བདུན་པ་གི་ཆེད་དུ་ཡང་མ་རེད་མི་རིགས་ནག་པོའི་ཐོབ་ཐང་གི་ཆེད་དུ་ཡང་མ་རེད་ཚེ་སྲོག་གི་རིན་ཐང་གི་ཆེད་དུ་ཡང་མ་རེད་རྡོག་རྡོག་དེ་རེད་ད། དེ་འཛམ་གླིང་མི་མང་གིས་ཧ་གོ་དགོས་ཡ་ང་ཚོ་བོད་པ་ཚོ་གིས་ཧ་གོ་དགོས་ཡ་དེ་རེད་ད། ད་དངོས་གནས་ད་ལྟ་དཔེར་ན་ཆ་བཞག་ན་འཛམ་བུ་གླིང་འདིའི་ནང་ལོགས་ལ་རྒྱ་ནག་གིས་དེ་འདྲའི་འཛམ་བུ་གླིང་ལ་དཀའ་ངལ་ཤུགས་ཆེན་པོ་འདི་འདྲ་སྤྲད་པའི་སྐབས་ལ་རྒྱ་ནག་གི་ན་ཚ་དེ་གི་ཐོག་ལ་ང་ཚོ་གིས་དེ་འདྲ་གི་རྒྱ་ནག་ལ་ཡོན་ཆབ་གི་འཛམ་བུ་གླིང་ངོ་རྒོལ་འདི་འདྲ་གི་དཔེར་ཐོབ་ཡོད་ན་དངོས་གནས་ལས་འགོར་དེ་ལྟ་གཟིགས་ཀྱིས་བདེན་པ་དང་བདེན་པ་ལ་རྒྱབ་སྐྱོར་དང་ཚེ་སྲོག་ལ་རིན་ཐོང་བརྩི་བ་ད་དེ་འདྲ་གི་ཆ་དེ་གོ་རེ་ཉིན་གཅིག་པ་ལ་ངོ་རྒོལ་དེ་བྱུང་ཡོད་མ་རེད་པ། དེ་གནད་དོན་གཅིག་རེད། ད་དྲི་བ་དེ་ལ་འགྲེལ་བ་ཡོད་རྒྱུ་གི་དྲི་བ་གཅིག་ག་རེ་ཡོད་ཟེར་ན་རྒྱ་ནག་སྲིད་གཞུང་གི་འཆར་གཞི་དང་ལྕགས་རྫུན་འགྲེལ་བྱས་ནས་ཉིན་པ་རྩ་བ་ཉིད་ནས་མེ་སྒྱོགས་ཀྱི་མི་འབུམ་གསུམ་ལྷག་བསད་རྒྱུ་གི་ཉིན་པ་དེ་ལས་ནག་ཉེས་ཡོད་མཁན་གྱི་ཉེས་ཅན་པ་སྦྱོར་རྒྱུ་བསད་རྒྱུ་དེ་ནག་ཉེས་ཆེ་ཡ་རེད་བས་དེ་གཉིས་སུ་ནག་ཉེས་ཆེ་ཡ་རེད་རྒྱ་ནག་ནག་ཉེས་ཆེ་ཡ་རེད་བས་ཨ་རི་ནག་ཉེས་ཆེ་ཡ་རེད་དེ་བསམ་བློ་གཏོང་ཡ་རེད་བ། འོ་ན་ནག་ཉེས་ཆེ་སྟེ་ཕག་བཞག་ནག་ཉེས་ཆུང་གཅིག་ལ་ལག་པ་འཆང་གིས་ལབ་ན། ད་དེ་ག་རེ་བྱ་དགོས་རེད་ད། རྩ་བ་བོར་ནས་ཡར་དགའ་བཟང་ལ་ཕྱོགས་རེད་དེ་བྱ་དགོས་རེད་བ། དེ་བསམ་བློ་ཡག་པོ་གཏོང་ཡ་རེད། ད་ལྟ་ངོ་རྒོལ་བྱེད་ཡག་གི་དུས་ཚོད་དང་ངོ་རྒོལ་བྱེད་དགོས་ས་དེ་འཛམ་བུ་གླིང་འདིའི་ནང་ལོག་ལ་རྒྱ་ནག་ལས་ལྷག་ས་ད་ཡོད་མ་རེད་ད་དངོས་གནས་ངོ་རྒོལ་བྱེད་ཡག་ཡིན་ན་དྲང་བདེན་དང་ཚེ་སྲོག་གི་ཆེད་དུ། ཐོས་དེ་ནས་དེ་སོགས་ཀྱིས་འདི་འདྲས་གསུངས་ཀྱི་འདུག་དེ་རིང་གི་ལས་འགུལ་འདི George Floyd གྱི་གནས་ཚུལ་གཅིག་པུའི་དོན་དག་མ་རེད་ཟེར་འདི་རྒྱུན་རིང་པོ་གི་ཨ་རིའི་ནང་ལོགས་ལ་མི་རིགས་འདྲ་མཉམ་མེད་པའི་གི་མི་རིགས་དཀར་ནག་གི་འཐབ་རྩོད་དང་འབྲེལ་བ་ཡོད་རེད་ཟེར་ལབ་ཀྱི་འདུག་ད་དེ་རིང་གི་ལས་འགུལ་འདི་སྤེལ་ཡག་གི་རྒྱབ་ལྗོངས་འགྲེལ་བཤད་བྱ་ཉིན་དང་རྒྱབ་སྐྱོར་བྱས་བསྡད་ཉིན་དང་སྐུལ་སློང་བྱས་བསྡད་ཉིན་དེ་སོགས་ཀྱིས་དེའི་རྒྱབ་ལྗོངས་གི་འགྲེལ་བཤད་ལ་རིང་ཐུང་སྣ་ཚོགས་རྒྱབས་སུ་འགྱུར་བ་མང་པོ་བཏང་སོང་ད་དེ་སོགས་ཞུ་དགོས་ཡག་གི་གནས་ཚུལ་མི་འདུག། ད་ག་སྲིད་ཡིན་གཅིག་མིན་གཉིས་ཁྱེད་ཚོ་གིས་དེ་རིང་གི་ལས་འགུལ་འདི་སྦྱོར་གྱི་གཅིག་པུའི་དོན་དག་མ་རེད་འདི་པའི་ལོ་རྒྱུས་ཅིག་དང་འབྲེལ་བ་ཡོད་ཟེར་ལབ་ཀྱི་ཡོད་ན། འདི་པའི་ལོ་རྒྱུས་ལ་ཨ་རིའི་ནང་ལོགས་ལ་མི་རེ་དཀར་ནག་གི་གནས་སྟངས་ཡ་ང་བ་བྱུང་ཕྱོགས་དང་འབྲེལ་བ་ཡོད་ཟེར་འདི་པའི་ལོ་རྒྱུས་འདི་སྦྱར་ཡ་ཡིན་ན་ད་ངས་འདི་པའི་ལོ་རྒྱུས་ལ་གཅིག་སྦྱར་ནས་ཞུ་དགོས། རྒྱ་ནག་གི་འགྲོ་བ་མིའི་རེས་ཀྱི་ཚེ་སྲོག་འཕྲོག་ཡ་དང་མིའི་རེས་ལ་དབྱེ་འབྱེད་བྱེད་ཕྱོགས་དེ་དེ་རིང་རྒྱ་ནག་གི China Virus ལ་བརྟེན་གྱི་དེ་མི་འབུམ་གསུམ་ལྷག་བསད་ཕྱོགས་ཀྱི་གནས་ཚུལ་གཅིག་པུ་མ་རེད། རྒྱ་ནག་གིས་མི་ལོ་བདུན་ཅུ་ལྷག་གི་རིང་ལ་བོའུ་དང East Turkestan South Mongolia Manchuria བཅས་རྒྱལ་ཁབ་དེ་ཚོ་ལ་བཙན་འཛུལ་བྱས་ད་ལྟ་ཡང་བཙན་བཟུང་བྱེད་བཞིན་པའི་མི་ས་ཡ་མང་པོ་བསད་ཡོད་རེད་ལུང་པ་དེ་ཚོ་གིས་རྒྱལ་ཁབ་དེ་ཚོ་གི་བསད་སྟངས་ཡིན་པ་ཡིན་ནའི George Floyd བསད་བ་གི་བསད་སྟངས་ལས་འདབ་བརྒྱ་ཕྲག་གི་གདུག་རྩུབ་ཆེ་བ་བྱས་ནས་བསད་ཡོད་རེད་ད་ལྟ་ཡང་བསད་བསྡད་ཀྱི་ཡོད་རེད། མི་བསད་པའི་གྲངས་ཀ་ལ་བསམ་བློ་གཏོང་བ་ཡིན་ན་ལེ་མའོ་ཙེ་ཏུང་སྐྱེས་བུ་གི་སྐབས་ལ་རྒྱ་ནག་གི་མི་ས་ཡ་བདུན་ཅུ་དུང་ཅིའི་སྲིད་ཡོད་རེད་དེ་འཛམ་བུ་གླིང་གི་ལོ་རྒྱུས་ནང་ནང་ལ་ཡོད་རྒྱུ་ཅི་རེད་མ་གཏོགས་ངས་དེ་རིང་གྲངས་ཀ་གསར་བ་ཅིག་ཁྱེར་ནས་ཞུ་གི་ཡོད་མ་རེད། དེ་འདྲ་ཡིན་པའི་ཆ་ནས་འདས་པའི་ལོ་རྒྱུས་རྙིང་པ་ཅིག་དང་རྒྱ་མི་ཡིན་གཅིག་མི་ཡིན་ཉིན་གཞན་པ་ལ་ངོ་རྒོལ་བྱེད་ཡ་དང་ཚེ་སྲོག་སྲུང་སྐྱོབ་ཀྱི་ཆེད་དུ་སྐད་འབོད་བྱེད་ཡ་ཡིན་ན་དྲང་བདེན་གྱི་ཆེད་དུ་སྐད་འབོད་བྱེད་ཡ་ཡིན་ན་འཛམ་བུ་གླིང་མི་མང་དང་ཨ་རིའི་མི་མང་གིས་ངོ་རྒོལ་བྱེད་ས་དང་བོད་མི་མང་གིས་ངོ་རྒོལ་བྱེད་ས་དེ་རྒྱ་ནག་རེད་མ་གཏོགས་ཨ་རི་མ་རེད་ངས་དེ་ཞུ་གི་ཡོད་དེ་བདེན་པ་རེད་དེ་ལོ་རྒྱུས་རེད། དེ་ནས་ཁ་ཤས་ཀྱིས་དེ་འདྲ་གསུངས་འདུག་འོ་ན་བོད་ནང་ལོགས་ལ་རྒྱ་མི་ཉེན་རྟོག་པ་གིས་བོད་མི་ལ་སྡུག་སྦྱོང་མནར་གཅོད་གཏོང་བ་དེ་ཡང་འགྲིག་གི་ཡོད་རེད། དེ་རིང་རྗོར་ཇི་ཕློ་ཏི་ཟེར་བ་དེ་འགྲིག་གི་ཡོད་ན་དེ་འདྲའི་དྲི་བ་བཏང་གི་འདུག་དེ་དངོས་གནས་ཀྱི་རང་མགོ་ལུག་རྒྱར་ལ་བྱོལ་བ་ཉག་ཉོག་མཉམ་བསྲེས་དང་རང་མགོ་ལུག་རྒྱ་ལགས་ཀྱི་སྐད་ཆ་དེ་རེད། དེ་འདྲའི་གསུང་སྙན་དེ་ཚོ་ངས་རྗོར་ཇི་ཕི་ལོ་སེ་བ་དེ་འགྲིག་ཡོད་རེད་ཞུ་གི་མེད་སྤྱིར་བཏང་ངས་རྗོར་ཇི་ཕི་ལོ་སེ་བ་དེ་འགྲིག་ཡོད་མ་རེད་དེ་ལ་ངས་ངོ་རྒོལ་ཡོད་ཞུས་པ་རེད། ཡིན་ན་ལ་རྗོར་ཇི་ཕི་ལོ་གི་མིང་ཁྱེད་ཀྱིས་ནི་འདི་འགྲིག་གི་ལས་འགོར་སྤེལ་ཡ་དེ་ལ་ངས་མི་མཐུན་མེད་ངས་དེ་ཞུ་གི་ཡོད་རེད། རྗོར་ཇི་ཕི་ལོ་སེ་བའི་གནས་ཚུལ་དང་བོད་ནང་ལ། རྒྱལ་སྤྱིའི་དཔའ་བོ་དཔའ་མོ་སྲས་མཆོག་གི་གནས་ཚུལ་དེ་རྩ་བ་ཉིད་ནས་སྦྱར་མ་ཡོང་བ་མི་དེ་རེད་དེ་ངས་དེ་གསལ་པོ་བྱས་ནས་ཞུ་གི་ཡོད། བོད་ནང་གི་ཉེས་མེད་ཀྱི་རྒྱལ་སྤྱིའི་དཔའ་བོ་དཔའ་མོ་དེ་ཚོ། རྒྱ་ནག་གི་སི་ཨའེ་ཏེ་ཁྲིམས་འགལ་ཉེས་ཅན་པ་ཇོརྗ་ཧྥེ་ལོ་སེ་བྷི་ནི་སི་དང་རྩ་བ་གཉིས་ནི་རྒྱ་གར་གྱི་གཞི་རྩ་ཡོད་མ་འདང་སྟེ་ཧ་གོ་དགོས་འདུག་ལྷག་པར་དུ་བོད་པ་བཅས་ཀྱི་ངོས་ནས་དེ་འདྲའི་དཔེ་རྒྱ་ཡལ་དེ་ཁོ་རང་ངོས་ནས་ཐབས་སྐྱོ་བོ་ཞིག་ཡོད་ཀྱི་རེད། རྒྱལ་སྤྱིའི་དཔའ་བོ་བཅས་དང་རང་ཉེས་ཅན་པ་བཅས་མཉམ་དུ་སྦྱར་བ་ཡིན་ན། དེ་དེ་རྒྱལ་སྤྱིའི་དཔའ་བོ་དེ་ཚོ་ལ་དམའ་འབེབས་བྱ་གི་ཡོད་རེད་པ་དེ།

བོད་ཀྱི་དཔའ་བོ་དཔའ་མོ་དེ་ཚོ་གིས་བདུན་ཕག་གི་དོང་དག་ལ་སོ་སོའི་རྒྱལ་ཁབ་ཀྱི་དོང་དག་ལ། འགྲོ་བ་མིག་གི་རང་དབང་གི་ཆེད་དུ་ལ་ཙུང་ཧོང་ནས་ཕྱིན་པ་དང་སོག་ཤོར་བ་ཆགས་དེ་གོ་རྒྱོར་གྱི་མཐིང་མ་ལྔ་ཙུང་ཧོང་ནས་ཕྱིན་པ་དེས་ནག་ཚོང་སྦྱར་བ་དང། བུད་མེད་སྦྲུམ་མ་ལ་འཇིགས་སྐོར་བྱས་པ་དང། པོ་དེ་འབྲེལ་གྱི་ཐོག་ནས་ཐེངས་མ་ལྔ་འཛིན་བཟུང་བྱས་འདུག་ཐང་མ་ཁོ་རང་འཛིན་བཟུང་བྱས་པའི་སྐབས་ལ་ཡིན་པ་ཡིན་ནར་དངུལ་རྫུན་མ་བེད་སྤྱོད་གཏོང་བྱས་ནས་འཛིན་བཟུང་བྱས་ཡོད་པ་དེ་བརྒྱུད་ལམ་ཁག་ལ་མཐོང་གི་འདུག་ད་དེ། དཀར་ནག་མཉམ་བསྲེས་དང་ཉག་ཉོག་མཉམ་བསྲེས་དང་རང་མགོ་ལུག་རྒྱར་བྱས་པ་ཡིན་ན་ད་ག་རེ་ཆགས། དེ་ཧ་གོ་གི་རེད་ཞུ་གི་ངས། དེ་ནས་ད་ཐ་མ་དེ་ངས་ག་རེ་ཞུ་ཡ་ལ་ན་དེ་འདྲ་གསུང་གིན་འདུག་ང་ཚོ་བོ་དོང་འཐབ་རྩོད་བྱེད་པའི་སྐབས་ལ་མི་རིགས་གཞན་དག་རྒྱལ་ཁབ་གཞན་དག་གི་རྒྱབ་སྐྱོར་དགོས་གི་རེད་དེ་འདྲའི་དུས་ང་ཚོ་གི་ཡང་གཞན་དག་གི་འཐབ་རྩོད་ལ་ཕར་རྒྱབ་སྐྱོར་དགོས་གི་རེད་གསུང་འདུག་དེ་རྒྱ་ཆ་རྒྱ་ནི་ཀྱང་ང་རྒྱབ་སྐྱོར་ཡི་བདེན་པ་རེད་དེ་དངོས་གནས་རེད་ང་ཚོ་ལ་ཚོར་རྒྱབ་སྐྱོར་དགོས་བ་ནོར་གྱི་མི་གཞན་པ་ལ་ཡང་རྒྱབ་སྐྱོར་དགོས་གི་རེད་ང་ཚོས་རྒྱབ་སྐྱོར་དགོས་གི་རེད་ཡིན་ན་ལ་རྒྱབ་སྐྱོར་བྱེད་པའི་སྐབས་ལ་འཐབ་རྩོད་ག་འདྲ་བྱེད་མི་འདུག་རྒྱབ་སྐྱོར་བྱེད་པའི་སྐབས་ལ་དེ་ལ་ས་མཚམས་ཀྱི་ཡོད་རེད་ད་རྒྱབ་སྐྱོར་བྱེད་དགོས་ས་རེད་འདུག་མི་འདུག་འཐབ་རྩོད་ཡིན་ལབ་ཚེ་ཚང་མ་ལ་རྒྱབ་སྐྱོར་བྱེད་ན་འགྲིག་གི་ཡོད་མ་རེད། དཔེར་ན་ཆ་ཞིག་ན་རྐུན་མ་བརྒྱ་ཇག་པ་བརྒྱ་སྐྱོབ་འགྲོ་བྱེད་ཅིང་དེའི་འཐབ་རྩོད་ཀྱི་མེན་ཁྱི་ཡོང་བ་ཡིན་ན་ད་ད་ལྟ་དེའི་འཐབ་རྩོད་ཀྱི་མེན་ཁྱི་དེ་འགྲོ་བསྡད་གི་རེད་བ། རྐུན་མ་བརྒྱ་དགོས་རེད་ཇག་པ་བརྒྱ་དགོས་རེད་སྐྱོབ་དགོས་རེད་གཏོར་བཤིག་བྱེད་དགོས་རེད་འབྲེལ་བ་རྩ་བ་ཉིད་ནས་མི་འཇོག། ཡིན་ན་དེ་ཚོ་ཚང་མ་མི་རིགས་ནག་པོའི་ཐབས་ཐོབ་ཐང་གི་འཐབ་རྩོད་ཀྱི་ལས་འགུལ་ནང་ལ་མ་ཁྱི་ཡོང་དགོས་རེད་བ། དེ་ཡིས་བཟོ་འདྲ་བོ་རེད་བ། འཐབ་རྩོད་ཀྱི་གནས་སྟངས་དེ་འདྲ་འདྲ་བོ་མ་གཏོགས་མེད་པ་ཡིན་ན་དེའི་རེ་ལྡེ་ལ་རྒྱབ་སྐྱོར་བྱེད་ཚུལ་འགྲིག་གི་མ་རེད། ང་ཚོ་བོད་པའི་འཐབ་རྩོད་དེ་དེ་འདྲ་ཅིག་མ་རེད། དཀར་བོ་ནག་པོ་འབྲི་བསྡད་ཆོག་གི་གནས་ཚུལ་ཅིག་མ་རེད། བོད་པའི་འཐབ་རྩོད་དེ་དཀར་བོ་དཀར་ཅང། བདེན་པ་བདེན་ཅང་ཅིག་རེད། བོད་པའི་འཐབ་རྩོད་དེ་ངོ་བོ་གི་ཆ་ནས་བདེན་པའི་འཐབ་རྩོད་ཅིག་རེད། ལོ་རྒྱུས་ཀྱི་འཐབ་རྩོད་ཅིག་རེད། རྣམ་པའི་ཆ་ནས་ཡོངས་སུ་ཞི་བ་དང་ཚུར་མཐུན་གྱི་འཐབ་རྩོད་བྱས་ནས་འགྲོ་བསྡད་དགོས་རེད་ད་ལྟའི་ཆར། ལྷག་པར་དུ་ནག་ཚོགས་ཀྱི་འཐབ་རྩོད་ག་རེ་བྱེད་པ་དེ། འཐབ་རྩོད་བྱེད་ཡ་དེ་ཡང་བོད་པའི་གི་བོ་དོང་གི་རྩོད་གི་ཡོད་རེད་མ་གཏོགས་དེའི་རྒྱབ་ལོག་ལ་དོང་དག་གཞན་དག་ཅི་ས་བ་ཉིད་ནས་ཡོད་མ་རེད། ད་ལྟ George Floyd གི་འབྲི་བའི་ལས་འགོར་འདི་གི་ཁ་བྱང་དང་མེང་དེ་ལ་མི་རིགས་ནག་པོའི་ཐོབ་ཐང་གི་མེང་དང་ཁ་བྱང་གི་ཁི་རྒྱབ་ལོག་ལ་སྲིད་དོང་ཤོག་ཁག་གི་ཁེ་ཕན་དང་རྒྱ་ནག་གི་ཁེ་ཕན་ད་དོང་མི་ཁ་ཤས་གི་ཉི་ལག་དང་འབྲི་བའི་སོ་སོའི་ཚོགས་པ་གི་ཁེ་ཕན་དང་མེར་སྒེར་གི་ཁེ་ཕན་ཀྱོག་ཁྲོ་བོ་དེ་ཡོད་བ་དེ་སེ་རུ་སེ་འགྲོ་གི་ཡོད་རེད་དེ་འདྲའི་གི། དེ་རེད་དེ་ད་དུང་ཡང་གླེང་དགོས་ཡིན་ན་ང་ཚོ་ལ་གླེང་ཡག་གི་གནས་ཚུལ་མང་པོ་ཡོད་རེད། དེ་རིང་གི་ལས་འགུལ་འདི་གི་རྒྱབ་སྐྱོར་ལ་དམངས་གཙོ་ཚོགས་པ་གི་ཁྲོམ་ཁ་ཏི་ཅཱ་ཡ་དང་ཇོ་བཱ་རེན་ཐུབ་ཡག་གི་ཆེད་དུ་ཡིན་པ་དང་རྒྱ་ནག་གི་འཛམ་བུ་གླིང་གི་རྒྱ་ནག་ལ་གདོང་ལེན་བྱེད་ཡག་གི་ཁ་ཕྱོགས་འགྱུར་བ་གི་ཆེད་དུ་འགྱུར་ཡག་གི་ཆེད་དུ་ཡིན་པ་དེ་ངས་གོང་ལ་གསལ་པོ་གསལ་བྱུང་གིས་བཟོས་ཟིན་པའི་གནས་སྟངས་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་གིས་ཤེས་དགོས་ཡག་དེ་ག་རེད་ལབ་ན་དེ་རིང་གི་ལས་འགུལ་འདི་ཇུས་འགོད་བྱས་ཉེས་དང་སྐུལ་སློང་བྱས་ཉེས་དེ་དམངས་གཙོ་ཚོགས་པ་དེ་སྲིད་དོན་གྱི་ཁེ་ཕན་བཅས་ཀྱི་ཆེད་དུ་དང་རྒྱ་ནག་གིས་འཛམ་བུ་གླིང་གིས་ཁོ་རང་ལ་དཀའ་ངལ་དང་གདོང་ལེན་བྱེད་སའི་ཁ་ཕྱོགས་བསྒྱུར་ཡག་གི་ཆེད་དུ་མི་མང་བེད་སྤྱོད་གཏོང་གི་ཡོད་རེད་དེ་ཤེས་དགོས་རེད། མདོར་བསྡུས་ན་དེ་རིང་གི་ལས་འགུལ་དེ་ཨ་རི་ལ་དགོས་ཡ་ཅིག་མ་རེད་ལ། ཨ་རི་ཡི་རྒྱལ་ཁབ་ལ་དགོས་ཡག་ཅིག་མ་རེད། དེ་རིང་གི་ལས་འགུལ་འདི་བོད་པ་ལ་དགོས་ཡག་ཅིག་ཡང་མ་རེད། དེ་རིང་གི་ལས་འགུལ་འདི་སུ་ལ་དགོས་ཡག་ཅིག་རེད་ལབ་ན་དམངས་གཙོ་ཚོགས་པ་གི་སྲིད་སྟོང་གི་ཁེ་ཕན་རིང་ལུགས་པ་དང། དགྲ་བོ་རྒྱ་ནག་ལ་དགོས་ཡག་གི་ཁེ་ཕན་གྱི་ཆ་དེ་དགོས་རེད། དེ་འདྲ་ཡིན་དུས་བརྩམས་པ་ལ་ང་ཚོ་གི་དེ་གི་དཀར་ནག་དང་བདེན་པ་ག་རེ་ཡིན་མིན་མི་བདེན་པ་ག་རེ་ཡིན་མིན་དེ་སོ་སོ་གི་བརྟག་དཔྱད་བྱས་ཏེ་གལ་ཆེན་པོ་ཞུ་གི་རེད། ངག་གི་སྐད་ཆ་བཤད་རྒྱུ་དེ་ལ་ཡང་རྣམ་པ་ཚོ་གི་བརྟག་དཔྱད་གནང་ནས་འགྲོ་གི་རེད་ཞུ་གི། ཐུགས་ཆེ་དེ་རིང་ད་ག་རང་ཡིན།